ལུས་རྗེས་བསྒུལ་བ་ཡི་ལེའུ་བརྡུངས་པ། ལྷན་སྐྱེས་རྣམ་པ་ཨི་ཇེབ་ནང་དུ་གསལ་བ་བཏང་བའི་ལུས་རྗེས་དེ་ལྟ་གི་ཡིན། ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་གསུངས་པ། ཁྱེད་རང་སོང་ནས་ཤུགས་ཀྱིས་རྔ་བུ་བླངས་ནས་རྒྱལ་པོ་རྩ་ཆེན་ནས་ཁོང་ལ་དེ་འདྲ་ལབ། ངའི་མི་རྣམས་ང་ལ་སྙིང་ཁོར་འཕྲུལ་བའི་ཆེད་དུ་འགྲོ་དུ་བཅུག། གལ་སྲིད་ཁྱེད་ཀྱིས་ངའི་མིག་ནང་འགྲོ་དུ་བཅུག་མེད་ན། ངས་ཁྱེད་ཀྱི་མི་འམ་དང་ལས་བྱེད་པ་ཐུག་ཏུ་སྐྱིད་པོ་མ་ཡིན་པར་ཁྱེད་ཀྱི་ཐུག་ཏུ་འམ་ནི་ཁྱེད་དྲག་པོ་བཏང་གི་ཡིན། དེ་ནི་ཁྱེད་ཀྱིས་འཛག་གླེང་དེའི་ནང་དུ་ང་དང་དྲག་པོ་དཀོན་མཆོག་གཞན་སུ་ཡང་མེད་པ་དེ་ཧ་གོ་གི་རེད། གལ་སྲིད་ང་ལ་དེ་འདྲ་བྱེད་འདོད་ཡོད་པ་ཡིན་ན་ངའི་ནད་ཡང་སྟོངས་ནས་ཁྱེད་ཚོ་ཚང་མ་མེད་པ་བཟོ་ཚར་བ་རེད། ཡིན་ན་ཡང་ངས་ཁྱེད་རང་ལ་རྒྱལ་པོ་བསྐོས་པར་རྒྱུ་མཚན་ཞིག་ཡོད། ངས་རང་ཉིད་ཀྱི་ཐུགས་རྟོག་དེས་ཁྱེད་ལ་བསྟན་པ་དང་ངས་རང་ཉིད་ཀྱི་མཚན་དེས་བཟང་པོ་གླིང་ལ་སྐད་སྒྲ་འགྲོ་བའི་ཆེད་དུ་ཡིན། ད་ལྟ་བར་དུ་ཁྱེད་ཀྱི་སེམས་པ་ཁྲ་བོ་བྱས་ནས་ངའི་མི་སེར་རྣམས་འགྲོ་དུ་བཅུག་མེད། སོང་ནས་ད་ལྟ་ཡི་དུས་ཚོད་དེ་ལ། སྔོན་མ་ཨི་རྒྱལ་པོའི་ལུས་རྒྱུད་ནང་དུ་བྱུང་ནུས་མེད་པའི་ངའི་སེར་ར་ཧ་ཅང་གི་དྲག་པོ་ཞིག་གཏོང་དུ་བཅུག་གི་ཡིན། ད་ཕྱི་ལོགས་ལ་ཡོད་པའི་མི་དང་དུད་འགྲོ་ལྕགས་ལག་ཚང་མ་ནང་དུ་སྐམ་ཞེས་པའི་བཀའ་བཏང། ས་བར་ལྡང་བའི་སྐབས་སུ་མི་དང་དུད་འགྲོ་ཕྱི་རོལ་ལ་ལྷག་ཡོད་པ་ཡིན་ན་ཤི་འགྲོ་གི་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ག་རེ་གསུངས་ཡོད་པ་དེ་རྒྱལ་པོ་ཡི་ལས་བྱེད་པ་ཁ་ཤས་ཡིས་ཡིད་ཆེས་བྱས་ནས་སོ་སོའི་རང་གི་གཡོག་པོ་དང་དུད་འགྲོ་རྣམས་ནང་དུ་བཞག་པ་རེད། ཡིན་ན་ཡང་ལས་བྱེད་པ་གཞན་རྣམས་ཀྱིས་ཡ་ཧོ་ཝཱ་དཀོན་མཆོག་གི་བཀའ་ལ་བརྩི་མེད་བཏང་ནས་རང་གི་དུད་འགྲོ་དང་གཡོག་པོ་རྣམས་ཕྱི་ལོགས་མཐོང་ལ་བཞག་བཞག་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་གསུངས་པ། ཁྱེད་ཀྱི་ལག་པ་རྣ་ལ་བཅངས་དང། ཨི་ཇིབ་ཀྱི་ཕྱོགས་ཡོངས་ལ་སེར་བ་བཏང་བ་དང་སེར་བ་ཡིས་མི་དང་དུད་འགྲོ་ཞིང་ཁ་ཚོགས་མ་གཏོགས་ཤིག་བཏང་གི་རེད་ཞེས་བཀའ་གནང་ངོ། མོ་ཤེ་ཡིས་རང་གི་རྗེས་དཔག་རྣ་ལ་བཅང་བ་དང་འགྲོ་སྐད་དམ་མཉམ་དུ་གློག་ཆེན་པོ་འབར་ནས་ཡ་ཧོ་ཝཱ་དཀོན་མཆོག་གིས་སེ་རཱ་བཏང་གནང་བ་རེད། ནམ་མཁའ་ལ་གློག་ཆེ་བ་དང་སེར་བ་དྲག་པོ་བཏང་ནས་ཨེ་ཇེབ་ལུས་རྗེས་ནོར་དུ་སྔོན་མ་བྱང་ནུབ་མེད་པའི་བྲག་ཆ་ཆེན་པོ་ཞིག་བྱུང་བ་རེད། ཨེ་ཇེབ་ཡིས་ཀུན་ཏུ་མེ་དང་དུད་འགྲོ་ཞིང་ཁམས་དང་ཤིང་ནགས་ཚང་མ་གཏོར་བཤིག་བཏང་བ་རེད། ས་ཆ་གཅིག་ལ་སོལ་བ་གཏོང་མེད་པ་དང་ས་ཆ་དེ་ནི་ཨིས་ར་ལི་པ་རྣམས་ཀྱི་བསྡད་ས་གོ་ཤེས་ཡིན་ས་ཆ་དེ་རེད། རྒྱལ་པོ་ཡིས་མོ་ཤེ་དང་ཨ་རོན་སྐད་བཏང་ནས་ལབ་པ། ད་ལེ་ངས་སྡིག་པ་བྱས་ཡིན་ཡ་ཧོ་ཝཱ་དཀོན་མཆོག་ནི་བདེན་པ་རེད་ང་དང་ངའི་མི་མང་རྣམས་ཀྱིས་ནོར་འཁྲིད་བྱས་ཡོད། ད་འབྲུག་སྐད་དང་སེར་བ་དྲག་པོ་དེ་ཚོ་བྱེད་པའི་ཆེད་དུ་ཡ་ཧོ་ཝཱ་དཀོན་མཆོག་ལ་སྨོན་ལམ་ཞུ་རོགས། ད་ངས་ཨིས་ར་ལི་པ་རྣམས་འགྲོ་དུ་བཅུག་བའི་ཁས་ལེན་བྱེད་ཀྱི་ཡིན། མོ་ཤེ་ཡིས་རྒྱལ་པོ་ལ་སྨྲས་པ། ང་དྲུང་ཆེ་ཡི་ཆོས་ལུགས་ལ་འགྲོ་ནས་ལག་པ་རྣག་ལ་བཅོམ་པ་ཡིན་ན་སེར་བ་དང་བྲག་ཆ་དེ་མཚམས་བཞག་གི་རེད། འཛམ་གླིང་ཡོངས་ཀྱི་ས་གཞི་སྐམ་ཚང་ཡ་ཧོ་ཝཱ་དཀོན་མཆོག་ལ་དབང་གི་ཡོད་པ་དེ་ཁྱེད་ཀྱིས་ཧ་གོ་གི་རེད། ཡིན་ན་ཡང་ཁྱེད་རང་དང་ཁྱེད་ཀྱི་ལས་བྱེད་པ་རྣམས་ཀྱིས་ཡ་ཧོ་ཝཱ་དཀོན་མཆོག་ལ་གུས་ཞུ་མེད་པ་བྱེད་ཀྱི་ཡོད་པ་དེ་ངས་ཤེས་ཀྱི་ཡོད། དེ་ནས་མོ་ཤེས་རྒྱལ་པོ་ཡི་དྲུང་ནས་ཐོན་པ་དང་ལྷག་པར་རྣ་ལ་བཅངས་ནས་ཡ་ཧོ་ཝཱ་དཀོན་མཆོག་ལ་སྨོན་ལམ་ཞུས་པ་དང་ཁོང་གིས་གང་ཞུས་པ་ནང་བཞིན་བྱུང་བ་རེད། རྒྱལ་པོ་དང་ཁོང་གི་ལས་བྱེད་པ་རྣམས་ཀྱིས་གསོལ་བ་དང་འབྲུ་སྐད་བྱ་བ་སོགས་བྱས་པ་མིས་མཐོང་ནས་ཡང་བསྐྱར་ཁོ་ཚོ་སེམས་པ་མཁྲེགས་པོ་ཆགས་ནས་བསྡད་པ་བྱས་ཡོད་པ་རེད། སྔོན་མ་ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་གསུངས་པ་ནང་བཞིན་སླར་ཡང་རྒྱལ་པོ་ཡི་སེམས་པ་མཁྲེགས་པོ་ཆགས་ནས་ཨིསི་རཱ་ཨེལ་པ་རྣམས་འགྲོ་དུ་བཅུག་མེད།